ནིའུ་ཡོག་གི་ཕ་གི་ཚོམས་ཆེན་ཁག་ལ་རེད། བོད་མི་མང་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་འུ་ཤུལ་ཐོག་ལ་རེད། ད་དེ་འདྲའི་གི་སྐབས་སུ་སྐུ་མདུན་བཀའ་སློབ་དེ་བེད་སྤྱོད་ཧ་ཅང་ཤུགས་ཆེན་པོ་བཏང་ཡོད་རེད། དངོས་གནས་སྐུ་མདུན་གི་བསྟོད་བསྔགས་ཅིག་བཏང་པ་ཡིན་ན་རྗེས་སུ་ཡི་རང་དགའ་འོས་པ་རེད་སུ་འདྲ་ཅིག་ལ་ང་རང་ཟུར་བ་མི་སུ་འདྲ་ཅིག་གིས་མི་སྒེར་པ་ཅིག་ཡིན་ན་རེད་ཚོགས་པ་བྱེ་བྲག་པ་ཅིག་ཡིན་ན་རེད་ལས་སྣེ་བྱེ་བྲག་པ་ཅིག་ཡིན་ན་རེད་ཀུན་ཏུ་ཐུགས་སྤྲོ་ཡག་གི་རེད་བ། ལས་ཀ་དེ་འདྲ་སུས་གནང་ཐུབ་ན་འགྲིག་གི་ཡོད་རེད་ཡག་པོ་ཞེ་དྲག་རེད་དེ་ང་ཚོ་ཚང་མས་དགའ་འོས་ཡོད་པ་རེད་བ་ང་ཚོ་ཚང་མས་གོ་དགོས་ཡ་དེ་འདྲ་ཅིག་ཆགས་དེ་ཡོད་རེད་བས་ཀུན་ཏུ་མཆོག་ནི་ཏུ་སོ་བློ་བཟང་སེང་གེ་ལོ་བཅུ་དེའི་ནང་ལོ་ལ་བསྟོད་བསྔགས་བཏང་པ། བོད་པའི་སྤྱི་ཚོགས་ནང་ལ་རེད་རྗེས་རྗེས་ཀྱི་སྡིག་འཇགས་གང་ལེར་བཏང་པ་མང་པོ་བྱུང་ཡོད་རེད། ནི་དེའི་གཅིག། ཚུར་བསྟོད་མཁས་ཡོང་ཆེད་གསར་ཁང་ཁག་གི་ནང་ལ་མ་དམིགས་བསལ་གྱི་ཅིག་ཁ་ལོ། གསལ་བཤད་བྱས་པ་དེ་འདྲ་ཁྱེད་ངས་མཐོང་མ་བྱུང། ནི། ཅིག་བྱས་ན་ནོར་ཡོད་ཀྱི་རེད་རེད་བ། ནི་ད་ད་ལྟ་དེ་དཔོན་པོ་ཚེ་རིང་ལགས། སྲིད་སྐྱོང་གི་ཐུགས་འགན་བཞེས་ཆེད་ནི་སྐུ་མདུན་གྱི་བཀའ་སློབ་ད་ཐེངས་མ་དང་པོ་དེ་དུ་བསྩལ་བ་འགྲོ་ཆེད་ཆགས་བསྡད་ཡོད་རེད། བྱས་ཙང་གི་ཨ་ད་དེའི་ཀྱི་ཁ་ལོ་མང་པོ་བྱས་ལ་ཡ་དང་མ་དང་ཁྱབ་བསྒྲགས་ཞི་བ་ཅིག་བྱེད་ཀྱི་འདུག་ཡག་པོ་ཞེ་དྲག་རེད་རེད་བ། ཡིན་ནས་ཡང། ཡིན་ནས་ཡང་ལས་དེ་ཀྱི་ཅི་ལེའུ་ད་དེ་ནས། ད་རེ་རྗེས་ཅིག་གི་ཡང་དུ་བ་ཅིག་ནས་དེའི་བ་དུ་བ་ཅིག་ནས་ང་ཚོའི་ཨ་ད་དུས་ཚོད། ཁ་ལོ་རྫ་དྲག། དུས་ཚོད། ཉག་དྲག་པོ། ད་དུས་ཚོད་འདུག་ག་དེ་ང་ཚོ་རྒས་ཚར་བ་རེད། ད་ང་ཚོ་ཚང་མ། ཁ་ལོ། ད་དེ་སྲིད་སྐྱོང་དང། ལྷོ་རོའི་བཀའ་ཤག་དག་ནི་སྤྱི་མཐུས་ཀྱི་ལྷ་ཐ་དག་ཡོད་ཆེ། ད་འདི་འདྲ་གི་ཐ་མ་དེ་དུས་ཚོད་ད་སྡུག་ག་ཅིག་ལས་དུས་ཚོད་བྱོལ་རུ་པ། ད་འདི་ཡང་ཁ་ཤས་ཀྱི་དཔེ། བཏང་ཡ་དེ་ཡ་ག་དེ་ཀུན་འདུས་ཀྱི་ཅིག་དཔོན་པོ་ཚེ་རིང་ལགས་ལ་བཀའ་སློབ་དེ་བཏང་གི་ཡོད་མདོག་མདོག་བྱས་ཆེ། ནི་ཞོ་ལ། དུས་ཚོད་སྡུག་ག་དེ་ཕ་ཆེ་བློ་བཟང་སེང་གེ་ཀྱི་དུས་ཚོད་དེ་སྡུག་ག་རེད་མདོག་མདོག་བྱས་ནི་འདྲེ་ཤེས་གཡག་ངན་དེ་འདྲས་ཡོད་ས་རེད། ཡང་ཁ་ཤས་ཀྱི་ཅིག་དེ་འདྲས་ཀྱི་གོ་དགོས་གོ་རེད་མདོག་མདོག་བྱས་ནི། ཉིན་གཅིག་ཕ་དང་ཚུ་དང་བྱིངས་དེ་འདྲའི་མང་པོ་ཡོད་ས་རེད། ད་དངོས་གནས་ཀུན་འདུས་ཀྱི་ཁ་ལོ་བོར་ད། དད་པ་རང་ཡོད་ན་དད་པ་རང་སྒང་ལ་བཞག་ན། གུས་ཞབས་རང་ཡོད་ན་གུས་ཞབས་རང་སྒང་ལ་བཞག་ན། མ་འདུག་འདི་མི་གཅིག་གིས་དཀར་པོ་ཟོས་ད་མི་གཅིག་ལ་ནག་པོ་ཟོས་ཀྱི་བེད་སྤྱོད་བཏང་བསྡད་པ་ཡིན་ན། ང་ཚོའི་སྤྱི་ཚོགས་ནང་དེ་ག་ལ་བོར་གང་འཚམ་ཅན་ནི། ད་ལྟ་ད་ང་རང་སོགས་བོད་མི་སྐྱེ་བོ་གནམ་བསྟན་ཆ་ཚང་ཅེས་ཀུན་འདུས་ལ་དད་པ་ཡོད་པ། བ་ཁུ་ཚི་ཡོད་པ་ད་དེ་འདྲས་ཀྱི་མི་ཅིག་ཆགས་བསྡད་ཡོད་རེད་ནི་ད་དེ་འདྲས་ཀྱི་ནི་ཀུན་བཏུས་ཀྱི་དད་པ་ཡོད་མདོ་བྱས་བྱས་ཅིག་ཀུན་བཏུས་ལ་ཅིག་བརྩི་བཀུར་ཡོད་མདོ་བྱས་བྱས་བཀའ་སློབ་དེ་བེད་སྤྱོད་མང་པོ་བཏང་བས་ན་ནི་གར་འཛོམས་ཀྱི་ནི་ཀུན་བཏུས་ཡིད་བཞིན་ནོར་བུ་གི་ཁ་ལོར་ད་སྲིད་ཅེས་ནི་ང་རང་ཚོའི་སྤྱི་ཚོགས་ནང་ལོ་ལ་མ་ཉམས་ཡ་ནི་དད་པ་ཡིན་ན་ཉམས་ཡ་ད་དེ་འདྲས་ཀྱི་གནས་ཚུལ་ཡོང་མ་སྲིད་པ་མ་རེད་ཆབ་སྲིད་ལས་དེ་སླེ་ཚར་དུས་མིག་གིས་ག་རེ་ཡིན་ན་བྱས་སྲིད་གི་རེད། ང་ཐོབ་གཞན་ཕམ་ལས་དེ་ཚོ་སླེ་དུས་རེད་བ། ཁྱེད་ཚང་གི་རྩ་བའི་ད་གསར་ཁང་ཁག་ཡིན་ན་རེད། ཚོགས་པ་ཁག་ཡིན་ན་རེད། ཨ་ནེ་སོ་སོ་སོ་གིས་སྲིད་སྐྱོང་ལ་རྒྱབ་སྐྱོར་བྱེད་མཁན་ཁག་ཡིན་ན་རེད་དེ་འདྲའི་བེད་སྤྱོད་མང་པོ་བཏང་པ་ཡིན་ན། སོ་སོའི་མི་གཅིག་ད་དཀར་པོ་ཆགས་ཡོད་ན་རེད་ཁོ་ཡག་པོ་བཟོས་ཐུག་གི་ཡོད་རྒྱུ་རེད་དེ། ནི་ཀུན་འདུས་བཞི་ནོར་བུ་གི་མཚན་གནས་ལ་ད་དེའི་བེད་སྤྱོད་མང་པོ་བཏང་པ་ཡིན་ན་དོ་སི་ཆེ་ནི་རེད་བ། དེ་གི་གནོད་སྐྱེལ་གི་མེད་འགྲོ་ཟེར་ན་ང་དེ་དོགས་པ་ཟ་གི་འདུག་བ། ད་ང་ཚོ་དེ་འདྲའི་མང་པོ་བྱས་བསྡད་ན་ད་རྒྱ་གར་གི་ཆབ་སྲིད་ནང་ལོག་ལ་ཕ་ཅིག་བལྟས་དང་རེད་བ། དེ་འདྲའི་གི་མང་པོ་ཡོད་རེད་ཆབ་སྲིད་པ་ལས་གི་མི་དེ་གི་ག་རེ་ཡིན་ན་བྱས་ཟེར་གི་རེད་རེད་བ། ད་ཉེ་ཆར་དུ་སྨ་ར་ས་གི་མངའ་སྡེ་ནང་ལོག་དཀའ་ངལ་ག་རེ་འཕྲད་ཡོད་རེད་ད་ཁྱེད་རང་ཚོ་དེ་ཆ་ཚང་ཅིག་མ་བལྟས་དང་རེད་ད་ཁོ་རང་ངོ་ཚ་ཡ་མེད་བ་རེད་བ། ཞབས་འདྲེན་གི་ལས་ཀ་མང་པོ་བྱས་ཡོད་རེད་བ། ཐ་ན་ཕྱི་དེ་ནས་ཕ་ཇོས་ཆ་ཨིས་རལ་དུ་ཙམ་པོ་གླིང་དང་ལོག་ནས Jewish མི་རིགས་དེ་ཞི་བ་རེད་གང་མི་འཛེ་རེད་ལག་གཡོར་དེ་ནི་རྐུབ་བཀྱག་དང་དེ་ལ་ཐུག་དུས་ད་ད་ད་རྙོག་དྲ་ཐུག་དེ་ལྟུ་བ། ད་དེ་དང་དེ་འདྲ་བའི་དེ་འདྲའི་གནས་ཚུལ་མང་པོ་ཐོན་ཡོང་གི་ལྟུ་བ་ཙམ་པོ་གླིང་གི་ཡ་ཐོན་ཅན་གྱི་ལུང་པ་ལ་ཡིན་ན་རེད། ཡ་ཐོན་མེད་པའི་ལུང་པ་ལ་ད་ཡིན་པར་བ། ཁྱེད་ཚང་གི་ལྟ་དེ་བྱེད་དུས་ང་ཚོའི་ཀུན་བཏུས་བཀའ་སློབ་དེ་བེད་སྤྱོད་བཏང་བྱས། མི་གཅིག་དཀར་པོ་བཟོས་གཅིག་ནག་པོ་བཟོས་མང་པོ་བྱས་པ་ཡིན་ན། དེ་ཡི་སྟབས་མ་འོངས་པ་ཀུན་བཏུས་ཀྱི་མཚན་ནད་དང། ཀུན་བཏུས་ཀྱི་ཁ་ལོ་བངས་མི་བསད་ཀྱི་པ་ར་ལ་ཐག་རིང་རུ་བཏང་ཡང། གང་ཟག་ཅིག་ནས་ཆབ་སྲིད་གཙོ་བོ་ཁེལ་བྱས་ཀུན་བཏུས་གཉིས་པ་ལ་བྱ་ཡི་གི་གནས་སྟངས་དེ་ཡོང་མ་སྲིད་བ་མ་རེད་བྱས་ཙང་གི་དེའི་དོགས་ཟོན་བྱས་དཔེ་མི་སྲིད་གལ་ཆེན་པོ་ཞིག་དྲན་པས་བྱེད་མཁན་ཚང་མར་བ་དེ་ཁ་ཐག་ནས་ཞི་བོ་ཅིག་བཏང་གི་འདུག་བ་ཡ་མ་ང་ལས་དེ་འདྲའི་སྒེར་ཐོག་ནས་ཁ་ཤས་ཀྱི་བཏང་ཡོང་བྱས་ར་བ་ད་ལྟོས་ཆེན་པོ་ཤིག་འདུག་ད་ཁྱོད་རང་གི་བློ་བཟང་སེང་གེ་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་ར་བ་སྤེན་པ་ཚེ་རིང་ལ་ཅིག་བཤད་ཀྱི་ཡོད་ར་བ་སེང་གེ་དམིགས་བསལ་གྱི་ལས་བྱེད་ཤེས་མྱོང་མེད་དེ་ད་དེ་འདྲའི་བཟོད་སྒྲོག་ཅན་བཏང་ཡོང་མཁན་མང་པོ་འདུག་བ་དངོས་གནས་དེ་འདྲ་རང་བྱས་ན་ཏག་ཏག་ཅིག་དེ་གི་མེད་བ་བཟོད་སྒྲོག་བྱེད་མཁན་མཐོང་གི་འདུག་ད་ར་བ། སོ་སོ་རང་གིས་སོ་སོའི་མིག་གིས་དབྱར་ཁ་ཕྱི་འཁྱོལ་དུ་སྟོན་ཡོད་ན་སྟོན། གཞན་གྱིས་སྡུག་ཁ་ཕྱི་འཁྱོལ་དུ་སྟོན་ཡོད་ན་སྟོན། མ་གཏོགས་འདིའི་པར་ར་ནས་ད་བླ་མ་བླ་ཆེན་དེ་ཚོ་བོད་ཆུ་བཏང་བསྡད་པ་ནས་ཉེ་ཆར་ཀརྨ་པ་གིས་བཀའ་སློབ་གནང་ལུགས་ལ་ད་དེང་སང་བོད་པའི་སྤྱི་ཚོགས་ནང་སྐད་ཆ་བཤད་ཤེས་ཀྱི་མི་འདུག་གསུང་ཡག་གི་ད་འུ་ཐུག་པའི་བཀའ་མོལ་རེད་བ། ད་ཉི་མ་གཅིག་ཀུན་འདུས་ཡོད་ན་དེ་འདྲ་གསུང་དགོས་ཐུག་གོ་ད་ངོ་ནས་ད་སྤེན་པ་ཚེ་རིང་ལགས་ཀྱིས་ཡག་པོ་བྱས་ན་ཡག་པོ་བྱས་ཟེར་ལབ་མ་ཐུབ་ཡ། གང་ཡིན་ཟེར་ན་སྤེན་པ་ཚེ་རིང་ཡག་པོ་བྱས་སོང་ན་ན་སློབ་གསོ་ཟེར་མཁན་ཡག་པོ་བྱས་མ་སོང་ལ་བའི་སོ་རོ་ཤི་ཁུག་ཡོད་བའི་སོ་རོ་ཤི་ང་ཚོ་སྤྱི་ཚོགས་ནང་དུ་བཀྲམས་བསྡད་པ་ཡིན་ན། ཨ་ནི་དཔོན་པོ་ཚེ་རིང་གིས་ཡག་པོ་བྱེད་དགོས་དེ་ཚོ་ལས་ཡག་པོ་བྱས་ཟེར་ལ་ཡ་མེད་རེད། ད་མཐོང་ནི་མ་མཐོང་དོག་འདུག་གོ་ནི་མ་གོ་འདུག་དོར་བ་དེ་འདྲའི་གི་གནས་སྟངས་ཅིག་ཆགས་མ་སྲིད་པ་མ་རེད། གཞན་གཙང་གིས་ང་རང་སུ་གི་རེད་ཡག་པོ་བླ་མའི་བསྟོད་བསྔགས་བཏང་དགོས་ན་བསྟོད་བསྔགས་དེ་འཁྱོག་པ་བྱེད་ནི་བསྡད་དགོས་རེད་མ་གཏོགས་དེ་ཁྱབ་བསྒྲགས་བྱས་ནས་འགྲོ་བསྡད་པ་ནི་ནོར་བུ་ཡོག་རེད། གང་ཙམ་ཅིག་དཔེ་མི་སྲིད་དཀའ་ངལ་བཟོ་གི་ཡོད་རེད་བསམ་ངེད་ཀྱི་ད་ལྟ་མཛད་གཙོ་རྣམ་པ་རེད་བླ་ཆེན་ཁག་དཔེ་དཀའ་ལས་ཆེན་པོ་ཡོད་རེད་བསམ་དངོས་གནས་ཕ་ཐུག་ན་ཕ་ཆོག་ཚུར་ཐུག་ན་ཚུར།

དེ་ནས་གཉིས་པ་དེ་ཉིད་དེ་སྨར་ཁམས་ཆེན་པོའི་གི་སྐད་ཆ་བཤད་བྱ་བ་བཏང་བྱས་ཡོད་ཞུ་བ། ད་དེ་གཙོ་བོ་དེ་རེད་ད་དེང་སང་ང་ཚོའི་སྤྱི་ཚོགས་ནང་ལོགས་ལ་ཡང་གནས་ཚུལ་གསར་བ་ཅིག་ལ་ད་མདོ་སྟོད་ཆོལ་ཁ་ལགས་ཡོད་ན་རེད། ཁམས་པའི་མི་རིགས་ལགས་ཡོད་ན་རེད། ལྡི་ལིའི་ཆོས་གཞུང་གོང་དྲུག་ལགས་ཡོད་ན་རེད་ད་དེ་འདྲའི་སྐད་ཆ་འདྲ་མི་འདྲ་བཤད་བྱས་ད་དེ་ལ་ཡང་སྡང་ཟུག་ཆེན་པོ་བཅས་ཆགས་ཏེ་བྱ། སེམས་ཙམ་གྱི་ཁ་ཚང་དུ་བོ། ཞི་ཆགས་ནི་སྐྱེས་ཞགས་པའི་ཁམས་པའི་ཕོ་སར་བཅས་ཀྱི། ཁྱོད་རང་སོགས་ཀྱི་ཁམས་པ་མུ་གོ་རྣམས་མུ་གོ་ལབ་ཤོག། སྦེད་ཁོ་རང་ཁ་ཁ་བྱས་ནས་བསྡད་ན་འགྲིག་གི་རེད་ལས་དེ་འདྲའི་བཀའ་མོལ་གནང་གདའ་བྱས་དེ་ཚོ་དཔེ་མི་སྲིད་གི་བཀའ་སློབ་ད་གཅིག་བྱས་ན་འཚོ་བའི་དབང་གིས་འཚོ་བ་རྣོ་བའི་བཀའ་མོལ་ཡིན་གྱི་རེད་གཅིག་བྱས་ན་ང་ཚོས་གི་ད་དེ་འདྲའི་གཅིག་དངོས་གནས་སྤྱི་ཚོགས་ནང་ལ་བྱུང་གི་ད་མ་རེད་བྱུང་སྲིད་གི་མ་རེད་དེ་ད་དེ་འདྲའི་གི་སྐད་ཆ་བསླེབས་པ་ཡིན་ན་རྒྱ་དགའ་བོད་སྡུག་དགོས་ཡ་རོ་ད་ཀུན་འདུས་གི་གཉིས་ལ་དེ་འདྲའི་གཅིག་སྤྱི་ཚོགས་ནང་དེང་སང་དེ་འདྲའི་གཅིག་ཤི་གི་འདུག་ལ་ན། ད་ཕེབས་ཁོ་རང་ཐུགས་ཕམ་ཆེར་བ། དེ་འདྲའི་གི་གནས་སྟངས་ཅིག་ཆགས་མ་སྲིད་པ་མ་རེད། ཐ་ན་ཞེས་ད་དེ་ན། ད་ལྟའི་ཁམས་པའི་ནང་ལོགས་ལ་ཡོད་རེད་དངོས་གནས་ང་ཅིག་ནམ་ཞག་རྒྱུན་དུ་ཡིན་ན། ཁམས་པའི་གི་མིའི་ནང་ལོགས་ལ་རུ་བ་ཅིག་གོ་སྐབས་དེ་འདྲ་ཅིག་རག་ན་རྐུབ་བཀྱག་འདྲ་བོ་རག་གི་ཡོད་ན་རེད་དཔེ་ཆ་དེ་འདྲ་རག་གི་ཡོད་ན་དེ་ནས་གཅིག་ཕ་ཆོ་ག་གློ་བོར་ཆོ་ག་གཞན་པ་དེ་འདྲ་གི་རྐུབ་ལ་ཕག་སྦྱར་བྱས། ཨ་ནི་གཅིག་ཡིན་མདོག་མདོག་བྱས་བྱས་ཨ་ནི་གཅིག་ཕ་གི་དེ་གི་ང་ཚོ་ཆོ་ག་གསུམ་ཡོད་ད་ཟེར་སླད་དུ་དེ་ནང་ལ་འགྲོ་བྱས། ཁོ་གས་བཀོད་བྱས་མ་རེད་ཁོ་ཁམས་པའི་གི་ཐུན་ཚབ་བྱས་ནས་སླེབས་རྒྱུ་དེ་འདྲ་གས་མ་རེད། ཁོ་རང་གི་རྐུབ་སྐྱ་དང་མིང་ཅིག་རག་གི་ཡོད་ན་སླེབས་ཡོང་རྒྱུ་རེད་མ་གཏོགས་ཁམས་པའི་ནང་གི་རྩེ་ཕུད་གི་མི་ཅིག་ཁྱེད་ཚོ་དངོས་གནས་འགྲོ་རྒྱུ་ཡོད་ན་ཁོ་ཁ་ཁར་བ་དེ་མ་རེད་དེ་དེ་འདྲའི་སྲོལ་འདྲ་བོ་ད་ཨ་ཁུ་འཇམ་དབྱངས་ལགས་དེ་གི་ཁ་ཚང་དུ་ས་སྤེན་པ་ཚེ་རིང་ལགས་ལ་བཅར་འདྲི་ཞུས། བཅར་འདྲི་ཞུ་ཡ་དེ་ལྟར་སྤེན་པ་ཚེ་རིང་ལགས་ཀྱིས་ལན་གཅིག་རྒྱ་ནག་ཁམས་པ་ལ་འདུག་ག་ལབ་དགོས་ཡ་གི་དེ་འདྲའི་དྲི་བ་བཏང་གི་འདུག་བ། དེ་ཚོ་སྤྱི་ཚོགས་དཀྲུག་ཡ་རེད་བ་དངོས་གནས་རེད་བ། སྤེན་པ་ཚེ་རིང་ལགས་ཀྱིས་གལ་སྲིད་ལན་གཅིག་རྒྱབ་དགོས་བར་ཁོའི་སྐད་ཆ་དེ་ལ་ལན་གཅིག་རྒྱབ་ན། ཁམས་པའི་མི་མང་པོ་ཅིག་དེ་ལ་དགའ་གི་མ་རེད། དེ་མ་དགའ་ན་སྤེན་པ་ཚེ་རིང་ཁོ་རང་གི་མཛད་རིམ་དང་མཛད་བྱ་དང་ད་འདི་ལྟ། ལོ་ལྔ་གི་སྲིད་སྐྱོང་གི་དུས་ཡུན་འདི་ལ་ཆོལ་ཁ་གསུམ་མཉམ་དུ་ཁྲིད་ཐུབ་ཁོ་རེད་ད་དེ་ཁྲིད་མ་ཐུབ་ཡ་སུ་ཡ་ཡིག་བཟོ་འདྲ་བ་བཞིན་དྲི་བ་བཏང་གི་འདུག་བ་ཡ་ནི་ཁ་ཤས་གཅིག་གིས་ཨ་ཁོས་དྲི་བ་ཞི་བ་ནག་པོ་བཏང་ས་ཁམས་པ་ལ་གཏུག་ཅག་ལ་ཡ་གི་དྲི་བ་འདི་འདྲ་སྲིད་སྐྱོང་ལ་བཏང་ས་བསམ་ཆ་ན་སྲིད་སྐྱོང་གིས་དྲིས་ལན་ནག་པོ་རྒྱག་ས་ན་དེ་ག་ཧ་གོ་བྱེད་མ་རེད་རེད་བ་དེ་འདྲས་བྱུང་བྱུང་བ་ཡིན་ན་དྲི་བ་བཏང་ངེས་ཀྱི་མ་བཏང་བ་བྱེད་ལན་རྒྱག་ངེས་ཀྱི་མ་རྒྱག་བ་བྱེད་ན་ཡག་ཤོས་རེད་མ་གཏོགས

ཐ་ན་ཞེས་ཨ་དིང་སང་ཚོགས་པ་བཅས་བཙུགས་བཞག་འདོད་ཁམས་ཆོས་འབྱུང་ཀུན་གྲོལ་བསྟན་སྲང་དང་ལོང་དམག་གི་ཚོགས་པ་ཁ་རལ་གྱི་བསླབ་བྱ་ད་དེ་ནང་ཚོགས་པ་དེ་ནང་གཙོ་བོ་ཐ་འདི་ཨ་མགོ་བཙུགས་ངེས་ལ་ཅེས་གནམ་ལྕགས་ཐུང་རེ་ཨ་ཐང་ན་ཞིག་ང་རང་སོ་ཨོམ་བུ་མགོ་ཁ་བའི་མི་སྣོ་མན་ཨ་མགོ་ལོག་པད་མ་བཟང་པོ་ནི་ཐང་ན་ཞིག་ད་དེའི་ནང་ང་རང་སོ་གི་མི་མང་པོ་ཅིག་ཡོད་རེད་ཨ་དེའི་སྒང་ལ་གུ་ཚིག་ཕོ་ཉལ་ལ་ཡ་འདྲ་བོ་ད་ད་དེ་འདྲའི་མང་པོ་ཅིག་གིས་ནི་བད་དིང་སང་ཡང་དེའི་ཁ་ལོག་ཆུ་ཆུ་གོང་དུ་ལས་དེ་བོད་ཆོལ་ཁ་གསུམ་ལ་དག་གི་ཡོད་པ་དང་དེ་ཚོ་ཀ་མེད་མང་པོ་ཞིག་གནང་གི་འདུག་ངོ་ནས་ལོ་རྒྱུས་བཤད་ཡོད་ན་འགྲིག་གི་ཡོད་རེད། ད་ད་ལྟའི་བར་དུ་ཆུ་ཆུ་གོང་དུ་དེ་ད་ཅིག་སྡོད་སྡོད་ཀྱི་མི་བཟོ་འདྲ་བོ་ཅིག་ཆགས་བསྡད་དེ་ཡོད་རེད། འདི་ག་འདྲས་བྱུང་བ་རེད་ལ་ལྔ་བཅུ་ང་དགུ་ལོ་ལ་རེད་ལྷས་ས་ལའི་གཙོ་ཡོང་དུ་ཆོལ་ཁ་གསུམ་གྱི་མི་ཡོད་རེད་གྲངས་ཀ་མང་ཉུང་ཡོད་རེད་མ་གཏོགས་ཆོལ་ཁ་གསུམ་གྱི་མིང་ཡོད་རེད། ད་ནང་བཞིན་བློ་མུ་སྟངས་ལ་བསྡད་དེ་དེ་ཆོལ་ཁ་གསུམ་གྱི་མི་ཡོད་རེད། བྱས་ལ་ཆུ་ཆུ་གོང་དུ་དེ་ད་འགྲིག་གི་མི་འདུག་རེག་གི་མི་འདུག་རྙོག་དྲ་ཅིག་ལངས་འོང་དུ་ཆོལ་ཁ་གཉིས་ཀྱི་དཔལ་འཁོར་འཐེན་པར་བ་ཆ་ཚང་འཐེན་བྱས། སྨྲ་ནོར་རྗེ་ཉིད་ཕ་གི་ལ་འདོད་འདོད་མི་གཅིག་པ་ལྷག་པར་བ་ཡིན་ཁོ་རང་ཚོ་གི་འདོད་འདོད་དེའི་སྐབས་སུ་མི་རྒན་དེ་ཚོ་གི། ཁོ་རང་ཚོ་ནག་པོ་ཆགས་ན་རེད་དཀར་པོ་ཆགས་ན་རེད་སོགས་བན་ལ་བརྩིགས་ནས་ཉི་མ་ལྷ་ས་ནས་ཡར་ཆས་ནས་རྒྱ་གར་རུམ་ཅིག་གདན་འདྲེན་ཞུ་ཡ་དང་བོད་ཀྱི་རྩ་དོན་ལ་དམག་རྒྱག་པ་ཡིན། དེ་ཚོགས་པ་དེ་འདུག་ད་ག་ཟེ་རྙོག་དྲ་ཅིག་འདུག་ལ་ནི་བཞག་བཞག་ཡ་ཡོང་གི་མ་རེད་ཟེར་ཏིག། ཁ་ལོག་ད་ཉམས་པ་སླར་གསོ་བྱེད་དགོས་གོ་ན་རེད་མི་ཉམས་རྒྱུན་འཛིན་བྱེད་དགོས་ན་བྱེད་དགོས་གོ་རེད་ད་ད་བྱ། ཁམས་པའི་མི་རྒན་རྒན་ད་ད་བྱ། ཨ་ད་ད་འདུག་ཟེར་འདོད་འདོད། ཁ་ལོ་ཆོ་ག་སོགས་འདྲ་བོ་ཆགས་པ་རེད་མ་རེད་འདི་མ་རེད་ནས་ད་དེང་སང་ཡང་འདི་གཅིག་རྩོད་ཡས་ཡོད་འདུག་འདུག་གཅིག་རྒྱབ་སྐྱོང་བཤད་ནས་ནི་གཅིག་ཚུར་འཕྲོག་ཡས་ཡོད་འདུག་འདུག་བྱེད་ཀྱི་འདུག་བ་དེ་མ་རེད་རྒྱབ་སྐྱོང་མ་ཤིང་པ་ཅན་ཚང་དེ་བཤད་དེ་ཡོད་ཧམ་བཤད་བྱས་དེ་ཡོད་རེད་བ་དེ་ཡག་པོ་མ་རེད་ད་ང་རང་སུ་ཚུགས་རྩ་བའི་དོ་དོད་ཆོས་བྱུས་གོང་དྲུག་དེ་དུམ་བུ་གཉིས་བཏང་ཚར་ད་ད་རུང་ས་ལ་ཆོས་བྱུས་གོང་དྲུག་ཡིན་ད་དེང་གི་མི་ལྔ་དྲུག་དྲུག་བདུན་ཞེས་བསྡད་བྱས་ནི་ག་ཚད་ཡ་ནི་ད་ག་ནི་ཕོག་རྒྱབ་སྐྱོད་ནི་དེ་དཔེ་ཆགས་དེ་ཟས་བྱས་ནི་ཕལ་གྱི་མིང་ཁྱི་བྱས། ན་གཅིག་ལྟོ་བ་ནས་གཅིག་ཆོལ་ཁ་དང་ཆོས་ལུགས་ཀྱི་ཐེན་སྐྱེད་ཟོས་གོང་གི་འཛིན་བཟུང་ནང་ལོག་ལ་འགྲོ་བྱས་ལས་ཀ་བྱས་བསྡད་ཀྱི་ཡོད་རེད་མ་གཏོགས། སྤྱི་ཡོངས་ཀྱི་མདོ་སྟོད་མི་མང། བོད་བསྟན་པ་ཆབ་སྲིད་ལ་སེམས་པ་དཀར་པོ་ཡིན་ན་རེད། ཁམས་པ་ཡོངས་ལ་སེམས་པ་དཀར་པོ་གྱི་མི་རིགས་འདི་ཚོ་བརྟན་པོ་བྱས་བྱས་ད་ལྟ་བར་དུ་ཆུ་བྱི་ཁོང་ཁྲོ་གཅིག། ལྡི་ལི་ཆུ་བྱི་ཁོང་ཁྲོ་བ་ལ་རུ་བ་ངེད་ཅག་འདུག་ས་ལོ་དྲུག་ཅུ་ག་ཚེ་རེར་ཁོ་བོས་ཀྱི་ས་གནས་མང་པོ་ཅིག་ལ་འདུག་ས་ཁ་ལོ། སྲུང་བརྩི་ཞུས་པ་རེད་ག་ད་འོས་བསྡུ་བྱེད་ཀྱི་ཡོད་རེད་ཆ་ཚང་འཛུལ་ཞུགས་བྱས་ཆ་ཆ་ཤེས་ལོན་ཆ་བསྡད་དེ་ཡོད་རེད་བ། ཁྱེད་ཚང་གིས་དེ་ཚོ་ང་ཚོ་མཁྱེན་དགོས་རེད། ད་ད་ལྟ་ཡང་འདི་ལྟོ་རས་ཀྱི་ཟོལ་སྒྲོག་བྱས་ནས་ཕ་གིའི་ཚོགས་པ་ཅིག་བཙུགས་བྱས་དེ་ཡང་ཚོགས་པ་དེ་ཅིག་ཁ་ལོ། ཆུ་ཆུ་ཁུང་ཁྲུང་རང་གིས་བཙུགས་མེད་བཙུགས་བྱས་ཡོད་མ་རེད་ད་ད་འདི་དེ་སྤྱི་ཚོགས་ནང་ལོ་ལ་ད་བེམ་པོ་ཚེ་རིང་ལགས་ལ་རྒྱབ་སྐྱོར་གནང་དེ་ངས་ད་ཅིག་ཏུ་བ་ནས། སྤྱི་ཚོགས་ནང་ལོ་འདྲ་མི་འདྲ་མཐོ་དམའ་བཤད་དེ་ངས། ང་ཚོས་གཏམ་དཔེ་ཞིག་ཡོད་རེད་བ། སྤྱང་ཀིའི་བྲང་ན་དངུལ་སྤྱང་ཀིའི་ལྟོ་ན་དངུལ་ལ་ངེས་འབྱོར་བ། དེ་དེའི་གི་བཟོ་འདྲ་བ་མི་དེ་ཚོ་གི་གཙུག་བྱས་ནི་ཡང་དེང་སང་རྙོག་དྲ་གསར་བ་ཅིག་སྤྱི་ཚོགས་ནང་ལ་བསླངས་ཡ་གི། ལས་ཀ་ལ་མ་སོན་ན་གོ་གཙུག་བྱས་དེ་འདྲ་ཞིག་བྱས་དེ་གི་འདུག་ནི་དེ་ཚོགས་པ་དེ་ན་ད་ག་ཚད་མི་ད་ལྟ་བཞི་བརྒྱ་ལྷག་ལ་ལུག་བྱས་ཁོང་ཚོ་ལས་ཀ་བྱས་དེ་གི་འདུག་རེད་བ་དེ་འདྲ་བྱས་གི་བྱས་དེ་གི་འདུག་ད་ང་ཚོའི་སྤྱི་ཚོགས་ནང་ལུག་ལ་ད་ཁ་གཉིས་དང་གསུམ་དང་མང་དྲགས་ནི་ང་ཚོ་ལ་དཀའ་ངལ་ཡོད་རེད། རྡོག་རྩ་གཅིག་སྒྲིལ་ལས་ཡག་བྱས་མ་ཐུབ་བའི་དཀའ་ངལ་ཡོད་རེད་མ་གཏོགས་ང་ཚོ་ལ་ཅིག་ཁ་ལོ། ཁ་ཉུལ་ཁ་ཁ་རོགས་ཀྱི་ཉུང་མཐའ་ནས་ས་ཆ་ལ་མ་སྙོབ་ནས་བསྡད་ཡོད་མར་བ། ཁྱེད་ཚང་གིས་ད་དེ་འདྲའི་གི་ལས་འགུལ་སྤེལ་ཆ་འདི་གནང་ལུང་ལ་ཅིག་སོ་སོ་གི་ཁ་ཤས་གི་གོ་ཐོམ་ཆ་འོ་འདི་ཀུ་ནས་ཅིག་གི་སྤེན་པ་ཚེ་ན་རྒྱབ་སྐྱོར་བྱེད་མཁན་ཞིག་རེད་ཅིག་ཅིག་ཡོད་ས་རེད་ཡིན་ས་རེད་བསམ་ཆ་འདི་རྐུབ་ལ་རྒྱུག་ཆ་ཡང་ཅིག་བཤད་ས་རག་གི་འདུག་བརྡུང་ས་རག་གི་འདུག་གཏུབ་ས་རག་གི་འདུག་བསམ་ཆ་རྒྱུག་བསྡད་པ་རེད་ནོ་བར་ད་དངོས་གནས་རེད་རེད་བ། ཉིན་མོའི་དབུས་གཙང་དམ་པ་ཆོས་ཀྱི་ཆོ་ག་གནང་ཡིན་ན་རེད། གདོད་མའི་རྟ་ཡི་ཆོ་ག་གནང་ཡིན་ན་རེད་སྤེན་པ་ཚེ་རིང་ལ་རྒྱབ་སྐྱོར་བསླུ། འགོར་བ། སེམས་དཀར་པོ་བྱས་ནས་ཇི་སྙེད་བོད་བསྟན་པ་ཆབ་སྲིད་ཀྱི་དོན་དག་རང་ལ་བསམ་བློ་དམིགས་བྱ་བདེ་ཅིག་བྱེད་ས་རེད་བསམ་ནས་རྒྱབ་ཕྱོགས་ངོས་སུ་ཇི་སྙེད་བདེ་འཛུགས་ཀྱིས་འོས་བླུགས་པའི་སྐབས་སུ་བླུགས་ཡོད་རེད་སྐྱ་ཆོས་སྐྱ་བླུགས་ཡོད་རེད་རུ་བ་དངོས་འབྲུ་དངོས་ཤེས་གཉིས་ཀ་བླུགས་བྱས་ད་ཁོ་རང་དེ་རྐུབ་བཀྱག་ནས་སྐྱེས་ཚར་ད་ང་ཚོའི་ལས་ཀ་མར་ད་ཁོ་རང་གི་ལས་ཀ་རེད་ལས་སོ་རུ་བྱས་ནས་དེ་འདི་སྤྱི་ཚོགས་ནང་གང་དགོས་ཅི་མ་ཤེས་བ་ཆ་འཇམ་ཏིང་ཏིང་བསྡད་ངེས་ཅིག་ཡོད་རེད་ད་ག་ཤེད་ཅིག་རུ་བ་དཔོན་པོ་ཚེ་རིང་ལ་འོས་ཐོབ་ནས་རྙོག་དྲ་བཤད་དེ་ཡོད་རེད་མ་ཐོབ་ནས་རྙོག་དྲ་བཤད་དེ་ཡོད་རེད་རེད་བ། ཡག་པོ་བྱས་ནས་རྙོག་དྲ་བཤད་དེ་བར་སྡུག་པོ་བྱས་ནས་རྙོག་དྲ་བཤད་ནས་འགྲོ་དེ་ངན་གཅིག་ཡོད་རེད། དེ་ཚོ་ང་ཚོས་ནམ་ཆགས་བརྗོད་འདུག་དོགས་པ་བྱེད་དགོས་ཡ་དང་དོགས་ཟོན་བྱེད་དགོས་ཡ་རེད་མ་གཏོགས་དེའི་སྤེན་པ་ཚེ་རིང་གི་རྒྱབ་སྐྱོར་བྱེད་ཀྱི་འདུག་ཉིན་མོ་ཁ་རེ་མི་དང་མཚན་མོ་ཁྱི་བྱེད་ནས་འགྲོ་གི་འདུག་བསམ་ན་ནོབ་རེད་དེ་ཁོ་རང་ཁོ་རང་ལ་ཁེ་ཕན་ཅིག་དང་དོན་དག་ཅིག་དང་རྒྱུ་མཚན་ཅིག་ཡོད་ནས་བྱེད་ཀྱི་ཡོད་རེད་མ་གཏོགས་དེ་བོད་བསྟན་པ་ཆབ་སྲིད་ཀྱི་དོན་དག་ཅིག་དང་སྤེན་པ་ཚེ་རིང་ལགས་ཀྱི་དངོས་གནས་ད་ལོ་སྔགས་ཀྱི་སྲིད་སྐྱོང་གི་ལས་རིམ་དེ་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་ན་སྤྱི་ཚོགས་ནང་ལ་རྙོག་དྲ་ག་ཚད་ཀྱི་ཉུང་བ་ཡོད་ན་མི་དེ་གི་ལས་རིམ་དང་དང་ཤོས་འདི་རེད་བ། ང་ཚོ་གིས་འོས་བླུག་ཏུ་དང་པོ་བ་རྣམས་ཁ་ལེགས་དོད་ཏོག་རྩ་གཅིག་སྒྲིལ་བྱས་ད་ཆོལ་ཁ་གསུམ་མཉམ་དུ་ཁྲལ་གྱི་ལས་ཀ་བྱེད་མཁན་ཡིན་ལགས་འདུག་ད་ད་ལྟ་འདི་བཤད་དེ་ངས་འདི་ཚོ་གི་ཆོལ་ཁ་གསུམ་ལྟོ་རས་དང་ཏོག་རྩ་གཅིག་སྒྲིལ་མེད་པ་ཟོས་སྐད་ཆ་ཅན་ཅན་བཤད་དེ་ངས་བརྗོད་ན་ད་འདིའི་སྤེན་པ་ཚེ་རིང་རྒྱབ་སྐྱོར་བྱེད་ཀྱི་ཡོད་རེད་ཞབས་འདྲི་ཞུ་དགོས་རེད་ང་ཚོ་ཧ་གོ་གོ་རེད་རོ་ཁྱེད་རང་ཚོ་རྒྱབ་སྐྱོར་བྱེད་མཁན་རྣམ་པ་སུ་འདྲ་བྱས་ནས་བློ་ཟུར་དུ་གནས་པ་ཡིན་ན་རེད་མ་ཟུར་དུ་གནས་མཁན་དེ་ངས་རེད་རོ་འདི་ཚོ་མཁྱེན་གོ་རེད་བསམ་གྱི་འདུག།

ས་སྐྱ་བཀའ་བརྒྱུད་དགེ་ལུགས་ཆེན། དེ་འདྲ་ཞིག་བསྐྱངས་ལེགས་འགྱུར་ཅིག་རེད་མ་གཏོགས་ད་ལྟ་བར་དུ་ང་ཚོ་གིས་བྱིས་པ་གཅིག་སྐྱ་བོ་མི་སྐྱ་བསྐྱངས་ལེགས་འགྱུར་འདི་འདྲ་ཁེ་མ་རེད་བ། ད་ཁ་སང་སྐུ་ཞོགས་དེ་ཚོ་ལ་མཐོང་ཆུང་ག་འདྲེ་བཏང་ཟེར་བ་དཀོན་མཆོག་ཡི་གེ་བཟོས་ཤག་པ་རིས་བཟོས་ཤག་རྩམ་རྩོམ་བརྒྱབ་ཤག་དཀོན་མཆོག་གང་འདུག་འདུག་ད་ག་རེ་ཐུག་འདོད་རེད་གང་ཟག་གཅིག་ལ་ཐུག་འདི་འདྲ་བྱེད་ཀྱི་ཡོད་རེད་བ། གང་ཟག་གཅིག་ལ་ཐུག་ཡོད་ང་ཚོས་ཀྱི་ཆོས་རྒྱུད་ཀྱི་བླ་མ། རེད་ཆོས་རྒྱུད་ཀྱི་སྤྱི་འཐུས་ལ་འདི་འདྲ་བྱས་ཐུག་ཡོད་ན། ག་ལེ་ག་ལེ་གང་ཟག་གཅིག་ལ་ཐུག་དུས་སྐུ་མདུན་ལ་ག་རེ་ཤེས་ཀྱི་རེད་སྐུ་མདུན་གྱི་བཀའ་མོལ་བཀའ་སློབ་དེ་ཚོ་ད་ལྟ་ནས་ཅིག་མིས་ཡུས་མང་པོ་བྱས་ན་བོད་ཆོས་ལོག་པ་མང་པོ་དང་ལ་ཅུང་མ་ག་རེ་ཆགས་ཀྱི་རེད་དེ་ང་ཚོ་བསྟན་དུས་ཟུར་ལྟ་ན་ལེབ་ལྷས་དེ་ཚོ་ལོ་མཐོང་གི་རེད་བ་དེ་ཤེས་དགོས་ཀྱི་རེད། ད་ཁ་ཚང་ད་ལྟ་རྒྱ་གར་ནང་ལོག་ལ་གནས་སྤུ་ཤར་མ་བར་ཏེ་ལྗང་མདའ་པར་ཏི་གི་སྤོགས་པར་སོན་རེད་མོ་གི་ཁ་ཆེ་གི་ད་ལྟ་ཆོས་དཔོན Prophet Muhammad བུ་མོ་ལོ་བརྒྱད་བྱས་པ་ཕྱིར་དེ་འདྲའི་འཇམ་ཆང་ས་རྒྱག་རེད་ཟེར་ནས་སྐད་ཆ་འདི་བཤད་ཡོང་དུས་ད་སྔོན་མ་ཡིན་ན་ལོ་བདུན་བརྒྱད་བྱས་པ་ཆང་ས་རྒྱག་ངེས་ཡོད་ཀྱི་རེད་རེད་བ། མི་ད་གབ་ཏུ་ཤོར་བ་ཡིན་ན་མི་ཆེན་པོ་དེ་ཚོ་ཡི Virginity དེ་འདྲ་ལ་དགའ་བོ་བྱེད་ཀྱི་ཡོད་རེད་བ། དེང་སང་དེ་ཁྲིམས་འགལ་རེད་བ་ལོ་བཅོ་བརྒྱད་ཀྱི་བ་ལ། ད་འདི་གི་ངོ་ཚ་བོ་ད་དེ་འདྲའི་གི་གནས་ཚུལ་ཆགས་ཡོང་དུས། གནས་བུ་ཤར་མ་ད་དེང་སང་ག་བ་ཡོད་མེད་དོན་འོག་འཕོས་གོ་མ་ད་ཁ་ཆེ་གི་མི་གི།

ད་འདི་ག་ཞིག་ཡོད་ང་རང་སུ་གི་དགེ་འདུན་གྱི་སྡེ། སྐུ་གཞོགས་རྣམ་པ་ལ་ད་ག་ཚེ་སྟུག་ཆ་ཁྲི་ཡོད་དོ་དཀོན་མཆོག། སྟུག་རིང་སྙན་ཚིག་རི་བ། བལྟས་རྐྱེན་སྐུ་གཞོགས་ཁོ་འདོན་པ་མེད་པ་ཅིག་གི་འདོན་པ་ཡོད་མདོག་བྱས་བྱས་འཁྲབ་བསྡད་ཀྱི་ཡོད་ན་ཅིག་བཤད་ཡོད་རི་བ། དེ་མ་རེད་ཡང་ཅིག་སྐུ་གཞོགས་ཀྱི་དངོས་གནས་ཅིག་བོད་བསྟན་པའི་ཆབ་སྲིད་ཀྱི་ཞབས་འདྲེ་ཞིབ་ཅིག་ཞུས་བསྡད་ཀྱི་ཡོད་ན་ཁོ་ཅིག་རེད་བཤད་སྟངས་ཅིག་རེད། བོད་བསྟན་པ་ཆབ་སྲིད་ལ་ཞལ་འདེབས་ཞུ་ཆེད་དགེ་བཤེས་དང་མཁན་པོ་བཏང་བ། ཆོས་རྒྱུད་ཀྱི་ད་ལྟ་བཀའ་རྒྱུད་དང་རྙིང་མ་ཡིན་ན་མཁན་པོ་དང་བླ་མ་དེ་སློབ་དཔོན་ལག་གི་འདུག་བ་དེ་ཚོ་ལས་སླ་བོ་མ་རེད་ད་ལོ་གསུམ་ཆོས་གསུམ་དེ་གྱོན་ན་རེད། ཁོང་ཚོ་དགེ་བཤེས་བཏང་ཆེད་ཀྱང་རེད་དགེ་ལུགས་པ་ཡིན་ན་དགེ་བཤེས་བཏང་དགོས་བོན་པོ་ཡིན་ན་དགེ་བཤེས་བཏང་དགོས་རོ་ལི་ལི་བོ་རོ་དེ་གས་དཀའ་ལས་ཀྱང་ཚང་མ་ཚ་ནས་ནི། ཆབ་སྲིད་ལ་གན་བཞེས་བྱ་ལས་ཀ་བྱས་དེ་ངས་དེ་ཚོ་ལ་ད་མི་གཅིག་དང་གཉིས་ཀྱི་དོན་དག་ལ་ག་ཚིལ་ནག་པོ་ཟེར་སོང། རེད་བ། དེ་ནི་ཁ་ནས་སྐྱབས་འགྲོ་སྐྱོ་དུས་ད་སྔོན་མ་དེ་ལྷག་བསམ་ཁ་རི་ཁ་ཐུག་གིས་དགེ་འདུན་ལ་སྐྱབས་སུ་སྐྱེ་བོ་ལག་གིས་མེད་ལས་བྱུང་རེད་ད་དངོས་གནས་ད་དེ་ལས་ཀྱི་དུས་ཚོད་སླད་རེད་མ་གཏོགས། དགེ་འདུན་ལ་སྐྱབས་སུ་ཆེ་གི་ལག་གིས་ལག་གིས་ལག་དགེ་འདུན་གྱི་གདན་ལ་དེ་འདྲའི་གི་བསྙོན་འཛུགས་དང་སྤྱོད་འཇུག་དང། མིང་རྗེས་བཟོས་བྱ་དེ་གཅིག་སྒེར་མ་རེད་གཞུང་མ་རེད་གསར་ཁང་དང་ཚང་མ་རུབ་རྒྱག་ནས་ད་ག་ཚད་ཟུར་ཟ་བྱས་རེད། ཁོང་ཚོས་བོད་ཡིག་ཤེས་ཀྱི་མེད་ན་བོད་པ་རེད་བོད་པའི་སྤྱི་འཐུས་རེད་བོད་པའི་སྐུ་ཚབ་བྱས་ནས་ཡོང་གི་རེད་བོད་ཡིག་ཤེས་ཀྱི་ཡོད་མ་རེད་ངོ་ཚ་ལ་ན་སྐད་ཆ་གཅིག་རེད་བ། རྒྱལ་སྤྱིའི་སྡིངས་ཆ་གང་ལ། ལུང་པ་གཞན་པ་གིས་སྐད་མ་ཤེས་ནས་སྐད་སྒྱུར་ཁྲིད་དེ་སྲིད་འཛིན་བྱས་ནས་འགྲོ་བསྡད་ཀྱི་ཡོད་རེད་སྲིད་བློན་བྱས་ནས་འགྲོ་བསྡད་ཀྱི་ཡོད་རེད། མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་གཙོ་བྱས་བྱས་ཀྱི་ལུང་པ་གཞན་པས་དབྱིན་ཇིའི་སྐད་མ་ཤེས་ཀྱི་ཡོད་རེད་དེ་ངོ་ཚ་ཡ་མ་རེད་བ། ད་ང་རང་ཚོ་གི་སྐུ་ཞོགས་དེ་ཚོ་ནག་པོ་ལབ་དགོས་སྡུག་པོ་ལབ་དགོས་སྐུ་ཉིད་ཏོག་རིགས་སྙན་ཚིག་ཤིག་གི་ཐོག་དཀོན་ཅོག་རེད་བ་དེ་ཁམས་པ་ཡིན་ན་རེད་དབུས་གཙང་ཡིན་ན་རེད་ཨ་མདོ་ཡིན་དེ་འདྲ་ལས་མ་རེད་རེད་བ་དྲང་མོ་བཤད་ན་ཁོ་དགེ་འདུན་གྱི་དེ་རེད་བ། ཅིག། དེ་ནས་ཁོ་ཚོ་གིས་དེ་ཁ་ལོ་སུས་བརྩིའི་སྐབས་སུ་ཁ་ལག་བླུགས་ཏེ་ས་དེ་ཚོ་པར་བརྒྱབ་བྱས་དེ་འདྲས། ཁ་རེ་ཁོ་ཚོ་དགོང་རྩིས་མ་རེད་སྨྱུང་གནས་བསྡད་ཡོད་མ་རེད་ཁ་ལག་ཟ་གི་རུ་བ། ད་དེ་འདྲས་ཀྱི་སྐྱོན་ག་ཚོད་སྟོན་གི་འདུག་དངོས་གནས་ཁོ་རང་ང་ནི་དེ་འདྲས་བྱས་ར་ད་བལ་བལ་གྱི་ཆབ་སྲིད་དེ་ད་ད། གང་འཚམ་བྱས་ནས་ལྔ་བཅུ་ང་གི་ལོ་རྩིས་བྱས་ར་ནི་དགོན་པ་ཤིག་བྱས་རུ་བ་ལྷ་ཁང་ཤིག་བྱས་རུ་བ་བླ་མ་གྲྭ་བའི་སྒང་ལ་ནི་ནང་མི་དེ་ཚོ་ཡར་བཞོན་ནས་འགྲོ་ཡ་དེ་ཚོ་ལྔ་བཅུ་ང་གི་ལོ་ཚད་བར་བ། ད་འདི་རྩིས་ས་རེད་བསམ་བསམ་འགྲོ་བྱས་འདུག་ད།